བོད་པའི་ལས་བྱེད་བུ་ཆུང་གི་རྒྱུ་ལས་བྱེད་ཆགས་བསྡད་ཡོད། ཨ་འདི་ཆགས་དགོས་རྒྱུ་མཚན་དེ། ས་གནས་ནིའུ་ཡོག New Jersey ནས་མི་འབོར་དྲུག་ཅུ་རེ་བདུན་ཐོག་སྐྱོན་ཆགས་དེ་སོང་ཙང་ང་ཚོ་དེ་དམིགས་བསལ་དོ་བདག་དེ་ཆགས་དགོས་རྒྱུ་མཚན་དེ་དེ་ཆགས་བསྡད་ཡོད་རེད། ཨ་ད་རེས་ཆགས་ལ་ང་རང་ཚོ་ཁ་ཡོད་ལག་ཡོད་ཞུ་ངེས་སུ་ཡོད་རེད་ག་ཚད་ཡོད་རེད་དེ་ང་རང་ཚོ་ཐོག་ལེན་དགོས་དེ་གལ་ཆེན་པོ་ཅིག་ཆགས་བསྡད་ཤག་ཨ་ད་རེས་རྣམ་པ་ཚོ་ལ་གོ་སྐབས་ཅིག་ཕུལ་བ་ཡིན། ཨ་འདི Registration ཅིག་གནང་སྒོ་བྱེད་ཀྱི་རེད་ཨ་དང་ནང་བཞིན Registration Fees སྒོར་མོ་ཆིག་སྟོང་ཅིག་རེད་ལན་ཅིག་ཞུ་འདོད་བྱུང་སོང། ང་རང་ཚོ་འདི་བོད་པའི་ལས་གཞི་དང་གྲོང་ཁྱེར་འདི་བྱེད་དགོས་བརྒྱུད་པ་རྒྱུ་མཚན་གཙོ་བོ་དེ་ག་རེ་བྱེད་ནས་རེད་ད་བླ་མ་ཚོས་ཞུ་མོ་གོ་རེད་གང་ག་གན་གི་རེད་རྦ་ལ་ད་སྡུག་ཟེ་དེ་ཚང་མ་ད་ང་རང་ཚོ་དེ་ནང་བ་ལ་ལོ་རྒན་པ་རྒན་རྒྱ་མང་ཆེ་རྒན་པ་རྒྱང་རྒྱང་རེད་ཤག་ད་བླ་མ་ཚོ་ཏན་ཏན་གན་གི་རེད་ད་ང་རང་ཚོ་ད་ལྟའི་སྐབས་ལ་ད་ང་རང་ཚོ་རེ་བས་ཅིག་མ་བྱས་པ་ཡིན་ན་ད་དཀའ་ངལ་ཅིག་འཕྲད་ཚར་རྦ་ལ་སྐད་ད་རིག་གཞུང་ངོ་སྲུང་སྐྱོབ་བྱས་ཡ་དེ་ད་ང་ཚོས་མ་བྱས་པ་ཡིན་ན་ག་ལི་ག་ལི་བེད་རྩ་མེད་འགྲོ་ཡ་གི་གནད་འགག་ཅིག་སླེབས་བསྡད་ཡོད། ད་རེས་སྲིད་ལ་རྣམ་པ་ཚུགས་ཀའི་གཟིམ་ཁང་ལ་གཟིགས་པ་ཡིན་ནའི་རེད་ཨ་བ་ཚོ་ལ་ཚིག་གཟིགས་གནང་དང་དབྱིན་སྐད་མ་ཤེས་ཤོ་ན་ཡག་གི་མ་རེད། རེ་བ་ལ། ད་འདི་ང་རང་ཚོ་འདི་བདག་པོ་ཡག་པོ་རྒྱབ་མ་ཐུབ་ཡིན་ན་ཨ་མཇལ་ལ་མཇལ་ལུགས་ཐེབས་སོང་ན་དཔེ་བསགས་སི་ལ་ཡོད་མ་ཤེས་མཁས་ཁུ་ཆུ་ལྷག་ཡོད་མ་རེད། ད་ནི་ང་རང་ཚོ་ད་ནག་པོ་འདུག་ཧྲག་ཐག་ཐག་ད་སྐྱབས་བཅོལ་ལུང་པ་ལས་སླེབས་ད་གོང་ས་མཆོག་ཕྱི་ལོ་བཅུ་དང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཕ་ནེ་བོད་ནས་ད་བོད་རང་བཙན་ཤོར་ནས་ཚུར་ཕེབས་རྗེས་ལ་གོང་ས་མཆོག་གིས། ལས་གཞི་དང་ཤོས། ང་རང་ཚོ་བོད་མི་དགའ་དགའ་མཉམ་རུང་བྱས་ནས་བསྡད་ཐུབ་ཡ། དེའི་བཀའ་དྲིན་གྱི་བྱས་ནས་ད་ལྟ་བར་དུ་ང་རང་ཚོ་ཚགས་ཚུད་པོ་དང་སྐད་དང་རིག་གཞུང་ངོ་ང་ཚོ་བོད་པ་ཡིན། བོད་སྐད་བཤད་ཤེས་ངེས་བོད་ཡིག་ཀློག་ཤེས་ངེས་བྲི་ཤེས་ངེས་ཆགས་དགོས་རྒྱུ་མཚན་བཀའ་དྲིན་དེ་འདྲའི་ཆེ་ནས་ཆགས་བསྡད་རྒྱུ་བ་རེད། ཨན་ད་འདས་ཆགས་ལ་ད་ང་རང་ཚོ་རང་དབང་ལུང་བ་ལ་ད་སྐྱབས་བཅོལ་ཞུས་འདུག་སི་ལའི་ཨན་ད་དྭགས་མའི་འདྲ་བོ་བྱེད་ནས་བཞུགས་ཤོར་བའི་ན། ཏན་ཏན་ང་ཚོ་ཕྱི་དྲག་ཚར་རེད་ཁག་པོ་བྱས་ཚར་རེད། ད་ང་ཨ་རི་ལུང་པ་གཞན་དག་ལ་ད་ཞུས་བྱེད་ཡ་ཟི་མེད་དེ་ཡིན་ནའི་ང་རང་ཚོ་ས་གནས་མི་ནི་སོ་རང་རང་ལ་གཟིགས་པའི་ན་ང་རང་ཚོ་ཡི་གེ་ལ་ཨ་རི་ལུང་པའི Native Indians མང་པོ་ཞིག་པོ་ཡོད་རེད། ད་ངས་ཁོ་རང་ཚོ་ལ་འབྲེལ་བ་བྱས་ཁོ་རང་ཚོ་ནས་ག་འདྲས་བྱུང་བཞག་ཁོ་རང་ཚོ་དཀའ་ངལ་ག་རེ་འཕྲད་བཞག་ངས་འདི་ལ་ཉམས་ཞིབ་ཡག་པོ་བྱས་པ་ཡིན། དེ་བྱེད་དུས་ཁོ་རང་ཚོའི། མིང་གཅིག་པོ་གཅིག་ཁོ་རང་ཚོའི་ནད་དེབ་མིང་གཅིག་ཡོག་རེད་མ་ཤེས་ཁོ་རང་ཚོ་གི་ལོ་རྒྱུ་ཡིན་ནས་གསལ་བོ་ཤེས་ཡ་མི་འདུག་སྐད་དེ་གས་ཤིང་གི་མི་འདུག་ཁོ་རང་ཚོ་རིག་གཞུང་ཡས་ཤིང་གི་མི་འདུག་ད་དེ་འདྲས་ཆགས་སོང་ན་ང་ཚོ་ཕེ་ས་གི་རེད་དེ་དེ་སོང་ཙང་ང་ཚོ་ཡིན་གཅིག་མིན་གཅིག་ང་ཚོ་བོད་པ་མི་རེ་ངོ་རེ་ལ་འགན་གཅིག་ཡོག་རེད་ཀུན་འདུས་གི་རྟག་པ་གསུང་གོ་ད་ང་རང་ཚོ་ཆོས་དང་རིག་གཞུང་ངོ་སྲུང་སྐྱོབ་དེ་བྱས་གོ་རེད། ད་བྱས་ཁོ་རེ་ནས། ད་གེ་ནས་གསུང་ཡོང་དུས་ཙམ་ལ་ལ་རེ་ལ་རེ་ཤོད་ཙམ་ཅིག་མེད་མ་བྱས་དངོས་གནས་ཁོ་རང་གདོང་ལེན་གྱིས་འདི་དག་ང་རང་ཚོ་བྱས་པའི་དུས་ལ་སླེབས་རེད། དེ་ཡིན་གཅིག་མིན་གཅིག་གནང་དགོས་རེད། དེ་སོང་ཙང་ད་ད་རེས་འདི་གོ་སྐབས་ཡག་པོ་ཞུ་གི་རེད་ད་སྙེ་མ་ཡིན་ནས། ཉིས་སྟོང། ད་ཉིས་སྟོང་ལྔ་དྲུག་སྤ་ར་ད་ལ། འཆར་གཞི་དེ་ཙམ། ས་ཆ་ཇི་སྲིད་དེ་འདྲ་ཅིག་གནང་ཡོད་རེད་ནས། སྐབས་དང་དུས་རྐྱེན་མང་པོ་ཅིག་གི་སྐྱོན་ནས། གནང་ཐུབ་ཀྱི་ཡོང་བ་མ་རེད། ཐུགས་ཁག་ཡོད་མ་རེད་དེ་དུས་ལོ་ཉི་ཤུ་སྔས་ཀྱི་དཀའ་མོས་རེད་ལོ་ཉི་ཤུ་གི་བོད་པའི་གནས་སྟངས་དང་ད་ལྟའི་བོད་པའི་གནས་སྟངས་དེ་དཔེ་ཁ་ཁ་རེད་དཔེ་འཇོག་ཐོག་ནས་བྱས་པའི་ནས་ཡར་གེ་ཞུ་ཆིང་ཚ་དེ་སོང་ཙང་ད་ནང་རང་ཚུགས་གོ་སྐབས་ཅིག་དེ་འདྲ་ཕུལ་རྒྱུ་དེ་གནམ་མ་ཚུགས་ངེས་པར་དུ་དེའི་ནང་དུ་མཉམ་ཞུགས་གནང་རོགས་གནང་ས་གནས་ནིའུ་ཡོག་ལ་བོད་མི་མང་པོ་བཞུགས་པས་རེད་ད་ཁྲི་བཅུ་ཡི་སྐད་ཆ་རེད་ཡིན་ནས་ད་ལྟ་ཐོག་ཁྱོད་ངས་དྲུག་ཅུ་རེབ་རིས་མ་ཞུ་བྱུང་མ་སོང་འདུག་གནང་བ་ཡིན་ན་ཡག་པོ་ཞིག་བསྡད་ཀྱི་ཡོད་མ་རེད།

སྤུ་གུ་ཡིན་ན་སྤུ་གུ་ནང་ནས་ཁྲིད། ཚེ་དབང་དང་ཁྲིད་ནས་ཁོ་ཚོ Boarding School ལ་བླུགས། བོད་རིགས་བོད་སྐད་མེད་པ་བཟོས་གོ་རྩ་མེད་ཁོ་རང་བཏང་གོ། ད་ལྟ་ཕྱིས་སུ AI བརྒྱུད་ནས་ད་ལྟ་ང་རང་ཚོའི་ལོ་རྒྱུས་ཁོ་རང་མེད་པ་བཟོས་བཞག་གོ། ད་དེའི་ཕྱིར་ང་རང་ཚོས་ཕྱི་ལོགས་ལ་ཞུ་མཁན་རང་དབང་ལུང་པ་ལ་ཞུ་མཁན་གྱི་ང་རང་ཚོས་ཀྱི་ཅིག་འབད་བརྩོན་བྱེད་མ་ཐུབ་པ་ཡིན་ན།

ཚོགས་གཙོ་གངས་རྒྱལ། ཞལ་བཞེས་གནང་མུ་འདེད་གནང་རྒྱབ་སྐྱོར་གནང་མཚན་རྟགས་འཁོད་དེ་ནས་བྱེད་ཐབས་ཀྱི་ལས་གཞི་གཅིག་ཆགས་བསྡད། སིད་ནས་ཐོན་སྟབས་དོ་བདག་ང་ཚོ་ལོ་ཤས་ཟེར་བ་ཞིག་ཕྱིན་པ་རེད། ད་ལས་གཞི་ཆེན་པོ་བཞི་པོ་ཡོད་དུས་ཙམ་མ་དེ་འདྲའི་ལས་སླ་བོ་ནམ་ཟ་བྱེད་ཆོག་ཆོག་ཅིག་ཡོད་མ་རེད་ད་ནི་ཨ་ལེ་སིད་པ་ཡིན་ན་ད། རང་སྲོག་སྒེར་པ་ཅིག་ལ་སྲིད་པའི་ནས་ཁང་པ་ཞིག་སྲིད་དགོས་བྱུང་ཟེར་ན་དང་པོ་འཆར་གཞི་ཞིག་བཀོད་དགོས་རེད་ཐ་ན་ཞིག Bank ལ་དཔེ་ཤ་ཅིག་བཏགས་པ་རེད་གཡས་དགོས་བྱུང་ཟེར་ན་གཡས་ཀྱི་ཐབས་ཤེས་བྱེད་དགོས་རེད་ཁང་པ་ཅིག་བཟི་ཁར་འགྲོ་དགོས་རེད་དགའ་མ་དགའ་ཡོང་གི་རེད་སྟབས་བདེ་མ་བདེ་ཡོང་གི་རེད་མང་པོ་ཞིག་ཡོད་རེད་བ་ལ་དེ་དུས་ཚོད་སོ་སོས་ཁང་པ་ཅིག་ཉོས་དགོས་བྱུང་ཟེར་ན་དུས་ཚོད་ཅིག་འགོར་དགོས་རེད་ད་དེ་ལས་གཞི་དེ་རྒྱ་ཆེན་པོ་ཞེ་བོ་ཡོད་དུས་ང་ཚོ་བརྟེན་ནས་དུས་ཚོད་མང་པོ་ཅིག་དགོས་རེད་ད་ཐ་ན་ཞིག་སྲིད་ཁྲི་དང Zoning དང་དེ་མ་འདྲ་ད་ལེའུ་བཅོ་བརྒྱད་ཅིག་ང་ཚོ་ལས་ཀ་ཅིག་བྱེད་ཆོག་གི་རེད།

ས་གནས་ཀྱི་རྫོང་དཔོན་དང་ས་གནས་ཀྱི་སྲིད་ཁྲི་གི་མི་དེ་གས་ག་འང་གྲ་སྒྲིག་རེད། ང་རང་ཚོས་རྒྱུ་ལས་རྣམ་པ་ཚོ་ཡིན་ནས་གྲ་སྒྲིག་ཡིན། ད་མི་མང་ཚོ་གྲ་སྒྲིག་ཡིན་པས་ད་ནི་ང་ཚོས་བཀའ་འདྲི་ཞུ་ཡ་ཡིན། མི་མང་ཚོ་ཡིན་གཅིག་མིན་གཅིག་འདི་ལ་མཉམ་ཞུགས་གནང་དགོས་ཡ་ཞིག་བྱེད་དགོས་རེད། ད་ང་རང་ཚོ Tibet Town Project དེ་མི་གཅིག་གཉིས་ཀྱི་མ་རེད། མཉམ་རུབ་ཀྱིས་ང་རང་ཚོ་ག་འང་ནུས་པ་གཅིག་ལ་སྤུངས་ནས་མ་བྱས་པ་ཡིན་ན་ཚགས་ཚུད་པོ་ཆགས་ཀྱི་མ་རེད་ལ་བྱེད་ཐུབ་ཀྱི་མ་རེད། དེ་བྱས་ནས་རྣམ་པ་ཚོ་དགོངས་པ་བཞེས་རོགས་གནང། དེ་རིང་ང་རང་ཚོ་གོ་སྐབས་ཅིག་ཕུལ་གྱི་ཡོད། Registration ཅིག་གནང་བ་བྱེད་དགོས་བ་རེད་དེ་ནང་ལ་སྒོར་མོ་གཅིག་སྟོང་གཅིག་ཡོད་རེད་ཡང་གཅིག་སྟོང་དེ་ང་ཚོ Refundable རེད་རྗེས་ལ་རྣམ་པ་ཚོས་དགོངས་པ་མཐའ་འཁྲུགས་ནས་ད་ད་ནས་ད་བྱེད་ཐུབ་བ་མི་འདུག་ལ་སོང་ན་ང་ཚོ་ཕར་རང་འཇགས་ཕུལ་གྱི་རེད་ད་དེ་གཅིག་སྟོང་དེ་ང་ཚོ་ལ་དྭགས་རེས་ལ་ནི་དེ་འདྲའི་སྐྱོན་ནི་མ་རེད། ནི་ལས་གཞི་དེ་ང་ཚོ་སྒེར་པས་མ་རེད་དེ་སྤྱི་མཐུན་ཚོགས་པའི་ངང་ལ Minnesota སྤྱི་མཐུན་ཚོགས་པའི་ངང་ལ་འོག་གི་ལས་གཞི་རང་རེས་ལ་འཇིགས་ཞུ་འདོད་བྱུང་སོང།

ང་ཚོ་རྒྱ་གར་ལ་ཆ་བཞག་ན་སྔོན་མ་ལྷན་སྐྱེས་ཀྱི་རྟགས་ཡང་ཡང་ཕ་མ་དང་ལྷན་སྐྱེས་མི་རབས་སྐབས་ལ་ཕ་ཆེན་མ་ཞུ་ཉི་མ་གཅིག་ལ་དུས་གསུམ་ཁ་ལག་ཟ་ཡས་དེ་ཚོ་དཀོན་པོ་ཡོད་པའི་དུས་ཚོད་ཅིག་ལ་ང་ཚོས་ཀྱི་གཞིས་ཆགས་དེ་ཚོ་བསྐྱབས་ནས་ད་ལྟ་གཞིས་ཆགས་འཛམ་བུ་གླིང་གི་ལྟ་ས་ཡོད་ཅིག་བཟོ་ཚུ་དགོས་རེད་ད་འདི་ཨ་རིའི་ནང་ལོག་རེད་རྒྱ་ཁབ་སྟོབས་ཆེན་ཆེན་པོ་རྒྱལ་ཁབ་དེ་འདྲ་ཅིག་གི་ནང་ལོག་ལ་ང་ཚོས་ཀྱི་ལས་གཞི་དེ་སྔོན་ནས་དྲང་ན་བྱས་ན་ལོ་གཉིས་གསུམ་ཅིག་ནང་ལོག་འགྲུབ་ཚུ་གི་གི་དེ་འདྲ་ལས་གཞི་ད་སུ་སུ་ལ་ག་ལ་གང་འཚམ་དཔལ་འབྱོར་ཡོད་རེད་ང་ཚོས་ཀྱི་བོད་མི་རིགས་ཀྱི་སྐད་དང་རིག་གཞུང་དེ་སྔོན་ནས་གནས་དགོས་ཡོད་ན། ང་ཚོའི་མི་རབས་དེ་ནས་ཟུམ་ནས་ལོ་བརྒྱ་ཕྲག་ཁ་ཤས་གནས་ཚུལ་གྱི་ད་ལན་ང་ཚོ་གི་སྐྱོང་ཨེ་ན་མུ་མཐུད་ནས་དེ་ལས་ཁྱེད་ཀྱི་སྐྱོང་བ་ཡིན་ན། ང་ཚོའི་ལས་གཞི་དེ་ད་ལན་ང་ཚོ་གི་ཐབས་མ་ཚུགས་པ་ཡིན་ན་ང་ཚོའི་མི་རབས་དེ་ད་རུང་ལོ་སུམ་ཅུ་བཞི་བཅུའི་བར་ཆད་གནས་ཚུགས་ཡས་དཔེ་དཀར་པོ་རེད་བྱས་ཙང་དེ་ལ་བལྟས་ན་ཨ་ན་ལྷན་རྒྱས་ཀྱི་དུས་ཚོད་ཐོག་ལ་ཡང་དགོངས་བཞེས་བཞེས་དགོས་ཡས་ལས་སོ་བ་ན་ལྷན་རྒྱས་ཀྱི་ཨ་བ་ཚོ་ལ་ད་ག་རང་བསླབ་བྱ་བསྐྱོན་ནས་ད་ལྟའི་ང་ཚོའི་ལས་གཞི་དེ་དེ་འདྲ་ཞིག་ཐོག་ནས་ང་ཚོ་དཀའ་ངལ་རྒྱལ་བོ་སྐྱབས་ནས་བཙུགས་ཡོད་ལོ་བཞིའི་ནང་ལོགས་ལ་བྱས་ཙང་ང་ཚོ་དེ་མུ་མཐུད་ནས་འགྲོ་ཚུགས་ཡས་ཀྱི་རེ་བ་ཤུགས་ཆེན་པོ་ཡོད་སེ་ཞུ་ཡན་ལོས་སོ།

ལ་ཞེས་ད་ལྟ་རྒན་ལགས་ཀྱིས་གཟིམས་ཁང་ཞིག་ལ་ག་ཚད་གནས་ཀྱི་རེད་ཟེར་ནས་བཀའ་མོལ་བྱེད་ནུས་ཀྱི་འདུག་ད་ང་རང་ཚོ་འདི་དག་ལ་ང་ཚོ་ས་ཆ་བཙོང་གི་ཡོད་རེད་རེད་བ་ལ་ཁང་པ་བཙོང་དགོས་བ་མ་རེད་ཁང་པ་དེ་སོ་སོ་སྦེང་ནས་བུ་ལོན་ལེན་ནས་ཞེ་བོ་བྱེད་དགོས་བ་རེད་ཡིན་ནས་ང་རང་ཚོ་ཕི་གེ་ལ་འབིལ་སྒྲ་དེ་ཡོད་རེད་ད་ང་རང་ཚོ་ཕི་གེ་གར་ཆག་དགོས་རེད་ཟེར་ན་ས་ཆ་ཆེན་པོ་ཅིག་ཉོས་དུས་ཙམ་ལ་ས་ཆ་ཅིག་ང་ཚོ་ཕ་མི་མང་ལ་བཙོང་དུས་ཙམ་ལ་གར་ཆག་དགོས་རེད་ཟེར་ན་ཧོལ་སེལ་གྱི་རེད་འདྲ་བོ་ཅིག་ཆག་བསྡད་ཡོད་རེད

མ་དང་ཟིང་འཁྲུག་དང་སྦྲགས་མ་འདྲེས་ཕྱིར་ཚང་མ་ཡར་མར་དྲུག་ཏུ་ཡིན་ནས་ཐ་མདའི་ཆ་ལ་བཟི་བ་ཡིན་ན Square Foot རེ་རེ་ལ་སྒོར་མོ་བརྒྱ་དང་སུམ་ཅུ་སོ་ལྔ་ནས་བརྒྱ་དང་ལྔ་བཅུ་ང་ལྔ་བར་དུ་རེད། དེ་ཞུ་དུས་ད་ལྟ་དེང་སང་ཕྱིས་སུ་དེ New York ལ་གཟིམ་ཁང་བཟི་བ་ཡིན་ན New York གི་གཟིམ་ཁང་དེ་ད་ལྟ Average ལ་བཟི་བ་ཡིན་ན་གཅིག་སྟོང་ཉིས་བརྒྱ་གཅིག་སྟོང་ལྔ་བརྒྱ་ཟིན་ནི་རེད་འདུག་ཨང། དེ་འདྲའི་ཅིག་ལ་བཟི་བ་ཡིན་ན། ནིའུ་ཡོག་གི་ཨ་པར་མེན་འདྲ་པོ་ཅིག་གི་དེ་བཟི་བ་ཡིན་ན། ད་ནི་རོབ་བཟི་རང་ཞུ་གི་ཡོད་ད་དེ་ལ་རང་ཏན་ཏན་གནས་ཀྱི་རེད་ཟེར་ནས་ཞུ་བཞིན་གྱི་མ་རེད། ད་ལྟའི་ཆ་ལ་ང་ཚོ square foot ཅིག་ལ་སྒོར་མོ་བརྒྱ་དང་བཞི་བཞི་ལྔ་བྱེད་དུས། square foot གཅིག་སྟོང་ལྔ་བརྒྱ་གི་གཟིམ་ཁང་ཞིག་བཟི་བ་ཡིན་ན་སྒོར་མོ་འབུམ་གཉིས་དང་སྟོང་ཕྲག་བཅུ་བདུན་རེད། ད་ས་ཆ་གི་དགོངས་དེ་ཁ་ཁ་བཞག་གོ་རེད།

གསུམ་པོ་འདི་ལས་ཀ་འབེལ་པོ་རེད། ལས་ཀ་འབེལ་པོ་རེད་མི་འགལ་ལ། ལས་ཀ་འབེལ་པོ་བྱས། Health Insurance ཡག་པོ་བྱས། ཨ་ནི་ཁོར་ཡུག་ཡག་པོ་བྱས། འདི་བྱས་འདི་བྱས་མ། དེ་ནས New York ནས་ཕྱིས་སུ་དཔོན་ངན་མང་པོ་ཞུ་བ་འདུག། སུ་གཅིག་ད་ལྟ་ལས་ཀ་མེད་པ་བྱས་ནས་དེ་ངན་ཞུ་མཁན་སུ་གཅིག་ཡོད་མ་རེད། ལས་ཀ་འབེལ་པོ་ཞུ་གི་རེད། ད་ག་ཤེད་བཟའ་ཁང་ལ་ཕྱག་ལེན་གནང་ངེས་འདུག་ག་ཤེད་སྨན་ཁང་ལ་ཕྱག་ལེན་གནང་ངེས་འདུག་སྨན་ཁང་ལ་ཕྱག་ལེན་གནང་བཟའ་ཁང་དེ་བ་ལ་ཕྱག་ལེན་གནང་ཡོད་ན་ཕིང་བའི་ཁེ་ཕན་ཡག་ག་དེ་ག་རེ་ཡོད་རེད་ཟེར་ན་དང་ཤོས་དེ Medical Insurance ཡིན་པ་བྱས་རེ་བ་ལ་གཉིས་པ་གལ་ཆེ་ཤོས་དེ Retirement།

ད་ལྟའི་ཆར་ལ་ང་ཚོ South ལ་ཕྱིན་ཡོད་པ་རེད South ལ་འགྲོ་དུས་ཙམ་ཨེ་ཀར་ཉིས་བརྒྱ་ཆུ་དེ་ཆ་ཚང Inch གཅིག་ནས་མེད་པའི་གངས་ཀ་བོད་ཆུ་གཏང་རུང་ཆོད་པ་རེད་ཞོ་དེ་འདྲ་རེད། ད་རྒན་ལགས་ཀྱི་དྲི་བ་དེ་དེ་གནང་སོང་ད་ས་ཆ་དེ Seattle ལ་བོད་མིའི་སྒྲིག་འཛུགས་ནས་དངུལ་མངའ་འདེད་གནང་སྐོར West ལ་ནས་དེ་རེད་སོ་ཨ་བཀའ་ཤག་ནས་རྣམ་པ་ཚོ་གི་ཏན་ཏན་ཐད་གཏོང་གནང་སིན་ཡོད་ཀྱི་རེད།